ལུས་རྗེས་རྒུད་པ་ཡི་ལེའུ་དགུ་པ། ད་ལྟ་ཨི་ཇེབ་ནང་དུ་ནག་ཁུང་བྱ་བའི་ལུས་རྗེས་དེ་ལྟ་གི་ཡིན། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་གསུངས་པ། རང་གི་ལག་པ་རྣ་ལ་བཅག་དང། དེ་ནས་ཨི་ཇེབ་ནང་དུ་སྨུག་ནག་ཆེན་པོ་ཞིག་ཆགས་ཀྱི་རེད་ཞེས་བཀའ་གནང་བ་རེད། མོ་ཤེ་ཡིས་རང་གི་ལག་པ་རྣ་ལ་བཅངས་པ་དང་ཨི་ཇེབ་ཡིས་བསྐོན་ཏོ་ཉིན་མཚན་གསུམ་རིང་ལ་སྨུག་ནག་ཆེན་པོ་ཆགས་པ་རེད། ཨི་ཇེབ་རྣམས་ཉིན་མཚན་གསུམ་རིང་ལ་ཕྱི་རོལ་ལ་ཡང་འགྲོ་ཐུབ་མེད་པ་དང་བུ་མཚན་གཅིག་གིས་གཅིག་ལ་ཡང་མཐོང་ཐུབ་མེད་པ་རེད། འོད་ཀྱང་ཨིས་ར་ལི་པ་རྣམས་ཀྱི་སྡོད་གནས་ལ་འོད་ཆགས་ཡོད་པ་རེད། རྒྱལ་པོ་ཡིས་མོ་ཤེ་སྐད་བཏང་ནས། ད་ཁྱེད་ཚོ་ནང་མི་དང་བཅས་པས་ཡ་ཧོ་ཝཱ་དཀོན་མཆོག་ལ་སྲིད་སྟེར་པར་སྤེལ་དུ་སོང། འོད་ཀྱང་ཆུ་གཟུགས་རྣམས་དེ་ལ་བྱ་དགོས་ཞེས་སྨྲས་པ་རེད། བས་ཀྱང་མོ་ཤེ་ཡིས་བརྗོད་པ། དེ་འདྲ་ཡིན་ན་ང་ཚོས་ཆུ་བཟོ་རྣམས་འཁྲིད་དགོས་ཀྱི་ཡོད། ཡ་ཧོ་ཝཱ་དཀོན་མཆོག་ལ་སྨན་བཅོས་དང་རྗེས་སུ་ཕུལ་བའི་ཆེད་དུ་ང་ཚོས་ཆུ་བཟོ་འཁྲིད་དགོས་ཀྱི་ཡོད། ཆུ་བཟོ་ཅིས་ཀྱང་མ་ལྷག་པ་འཁྲིད་དགོས་ཀྱི་ཡོད། ང་ཚོས་མཆོད་པ་ཕུལ་ས་ཡི་ས་ཆ་ལ་མ་སླེབས་སྔོན་དུ་གང་ཞིག་མཆོད་པ་ཕུལ་དགོས་ཀྱི་ཡོད་པ་དེ་ཧ་གོ་གི་མེད། མཆོད་པ་ཕུལ་བའི་ས་ཆ་ལ་སླེབས་དུས། ཆུ་བཟོ་གང་ཞིག་མཆོད་པ་ཕུལ་དགོས་ཀྱི་ཡོད་པ་ང་ཚོས་ཧ་གོ་གི་རེད། འོད་ཀྱང་ཡ་ཧོ་ཝཱ་དཀོན་མཆོག་གིས་རྒྱལ་པོ་ཡི་སེམས་པ་འཁྲལ་པོ་བཟོས་ནས་ཁོང་ཨིས་ར་ཨེལ་པ་རྣམས་འགྲོ་བཅུག་མེད་པ་རེད། དེ་ནས་རྒྱལ་པོ་ཡིས་མོ་ཤེ་ལ། ད་ཁྱེད་ངའི་ཚབ་འཕགས་སོང། ཡང་བསྐྱར་ང་ཡི་མཐོང་སར་ལ་ཡོང་མི་དགོས། གལ་སྲིད་ཁྱེད་ངའི་མཐོང་སར་ལ་ཡང་བསྐྱར་ཡོང་པ་ཡིན་ན་ངས་ཁྱེད་བསད་ཐག་ཆོད་ཡིན་ཞེས་སྨྲས་སོ། མོ་ཤེ་ཡིས་རྒྱལ་པོ་ལ་ཁྱེད་ཀྱིས་བཤད་པ་ནང་བཞིན་བྱེད་ཀྱི་ཡིན་ང་ཡང་བསྐྱར་ཁྱེད་ཀྱི་མཐོང་སར་ལ་རྩ་བ་ནས་ནས་ཡོང་གི་མེད་ཞེས་བཤད་པ་རེད།